ཨོ་ལེ་རྗེས་སུ་བླ་ཡོ་ཧ་མི་ང་ཧོ་གི་ཡུལ་གྲུ་སེ་སེ་ནང་ཉེ་ཚ་མ་ལ་ཚང་འདྲི་བཀྲ་ཤིས་བདེ་ལེགས་མང་པོ་ཡོད་སྲིད་ད་ལྟ་རེ་དངུལ་ཟེག་གི་ཡོ་སངས་རྒྱས་ཟ་བ་གཅིག་འདུག་ད་དྲི་བ་ཚིལ་མ་ནོར་ལུག་ཡོངས་རྒྱུ་བ་ཡོས་ཟི་རུལ་དང་ཡི་ར་གཉིས་ཀྱི་བར་ཚུ་ད་བདེ་འཕྲལ་གྱི་མཚེ་ཆ་བཞག་ས་ཟ་ང་རེད་ནང་ད་མཚེ་ཆ་རོགས་མར་ད་བདེ་འཕྲལ་མཚེ་ཆ་གི་ད་ཚོད་ལྟ་བྱེད་ས་འདྲ་བོ་དང་ཆུ་རྫས་འདྲ་མི་འདྲ་བཟོ་ས་འོ་དེ་འདྲིས་གི་ས་ནས་ཚུར་བར་ཚུ་རྒྱག་དུ་བ་ཨ་ནི་ཡི་ར་གི་ནང་ད་མི་བཞི་འཕུང་ད་རིང་པོ།

ཁྱེད་གསར་པ་དྲེད་རེད་ད། ངོ་དེ་འདྲས་ཅིག་དྲེད་ཡི་རག་གི་ཡོང། མི་བཞིན་སྤུན་ཟླ་བཏང་ནས་དེ་ནོར་བ་འདྲ་སྐྱིད་གྲོགས་བྱས་ནས། ད་ཁོ་རོག་ཕར་འགྲོ་ནས་ཡོང་དེ་འདྲ། ཁ་ཅིག་རྒྱ་ཁ་ཅིག་ལ་བག་ཐོག་འདུག་ཨ་མ་དགའ་ཨ་རིག་མ་དགའ་བྱས་ནོ་ཡག་པོ་བྱས་ནས། ཡང་སྐྱེལ་བྱས་མི་འདུག་ད་ནོར་འདྲ་ལ་སྐྱེལ་མི་འདུག་མི་ལ་སྐྱེལ་མི་འདུག་ལ་དེ་འདྲས་བྱས་དེ་བྱས་འདུག། ད། ཚོགས་ཀྱི། ཁུ་སྐྱོ་དེ་ནང་ལ་ད་འགག་དེ་ཡོད་རེད་བ་ངས་ཁ་སོག་དེ་ངེད་ཀྱི་སངས་རྒྱས་ནང་ཅིག་ཤེས་འབའ། ད་དེ་གར་བྱས་རེད་འདུག་ལགས་ན། ད་ཨ་རིག་གི་མུ་སེག་གི། ད་ཁ་སོག་ཝེ་ནེ་ཟུ་ལ་ལ་ས་དེ་ལ། མ་མའི་མུ་སེག་གི་ཐོག་འདུག་འོ་དེ་འདྲའི་འདྲ་བོ་བཏང་ནས། ཨ་ནི་མུ་སེག་གི། ནོར་འདྲི། ཧེ་ལི་ཀོབ་ཏྲ། ད་ཧེ་ལི་ཀོབ་ཏྲ་ང་སོག་བོད་སྐད་ལ་ཐན་ཕན་ནོར་འདྲི་ལབ་ར་ཐན་ཕན་ནོར་འདྲི། འོ་དེ་འདྲའི་གལ་ཆེན་པོ་དང་ཨ་ནི། ནོར་འདྲི་ཆུང་ཆུང་ཡོད། འདི་འདྲའི་རི་ལུ་དང་འདི་འདྲའི་མང་པོ་ཡོད་ས་དང་ནི་ས་ཆ་དམར་པོ་ལ་འགྲོ་ཐག་ཡ། ཨ་ནི་མདའ། མདའ། རྡེའུ་རི་ལ་ང་སོ། མིག་གི་ལག་པ་འདྲ་པོ་ཡོད་ལགས་འདུག་རི་ཤོད་དེ་ལ། ཨོ། རྡེའུ་ཆེ་ཤོད་དེ་ལ། དེ་ནི་དེ་འདྲའི་གི་སྟོང་ཕྲག་འགྲོ་ས་གི་འདི་འདྲའི་ནོར་ནོར་འདྲི་བྱེད་འདུག་ད་སྔས་མ་ནི་ད་རེས་གི་བཟོ་བྱ་ཉེ་བྱེད་རེད་འདུག་ནོར་འདྲི་རྙིང་པའི་བྲིས་ཅིག། ཨོ། དེ་འདྲའི་བྱས་ནས། དེ་འདྲའི་གི་ཕ་ཕ་རྒོད་བྱས་དང་ཨ་ནི་གི་གདོང་ལས་བྱས་ནས་གི། དེ་དང་གི་རེད་ལགས་འདུག།

གཉིས་ཀ་ལོང་འགྲོ་མ་འཇིགས་ཟེར་ནང་མི་འདུག་ད་ད་ལྟ་ཅིག་མཐེ་ཐོག་མི་འདུག་ཨ་རིག་གི་ལྟོགས་འགྲོ་བ། ཅིག་ཏུ་ཁོ་རང་ཚོ་ནང་གསར་ལ་འགོ། ད་དེ་འདྲའི་འདྲ་པོ་གི་ཡི་རག་སྟོང་ཕྲག་ཁ་ཤས་ཡ་རི་ལ་ལ་འུག་འདུག་ཨ་ནི། དེ་མ་གཞི་འཕུང་ད་ད་ལྟ་ཏེ་ཙི་ཉེན་ཁ་ཚ་བོ་འདྲ་པོར་ཤར་ཨ་ནི་ཡུ་རོབ་ཀྱི་དམིགས་བསལ་གི་འཇར་མ་ནི་སོགས་ཏེ་ཤེས་ནང་འདྲ་པོ་ཞིག་འདུག་ཨ་ནི་འཇར་མ་ནི་གི་དམག་སྒར་ཅིག་ཨ་རིག་གི།

ནས་ཕ་སི་ཐ་ཀྱི་རལ་ཕ་རྒྱ་མཚོའི་རྒྱ་ཆེ་ནས་དེ་འདྲའི་བྱོ་ཤ་ཨ་ནས་ད་ངས་ཁ་ཚོན་བྱས་ནང་བཞིན་རེད་ད་ཉི་མ་དེ་ཕ་རྒྱ་ཆིར་ཆིར་དུ་དུར་དུར་འདྲ་ལ་དེ་ནས་ཉིན་ག་ཚ་བར་བྱེད་ད་དེ་རེད་ད་ངས་ཨ་རིག་གི་སངས་རྒྱས་སི་པི་ཨེས་ལ་དེ་འདྲ་བྱེད་ས་ད་འདི་ན་ཨ་ནས་ཅིག་ད་ཨ་རིག་གི་བུ་གི་ཨི་རག་གི་ད་དེ་ཕྲན་ཚེ་ཆ་བཟོ་སྒྲོག་བྱས་ནས་གི

རྫས་བར་ཚེ་ཚུལ་ཉོག་ཤུགས་བྱེད་ས་དེ་འདྲའི་གི་བར་ཚེ་ཚུལ་བསྟོད་ཡུལ་ཟུར་རི་ལི་མགོ་ལ་བསྟོད་ཤག་ཨ་ནི་ཡི་རག་ལ་བར་བསྟོད་རི་སིག་མདོ་འོ་དེ་རི་སངས་ཀྱིས་ཟ་བ་བྱེད་གཉིས་པ་དེ་ལ་ཨ་ནི་བུ་པི་ཀར་སིག་གོ་རེད། རྒྱ་དགའ་རྒྱ་མཚོ་ནང་གི་ཨ་ནི་དབྱིན་ཇིའི་དོ་ཨ་རི་གཉིས་ཀི་མ་དགའ་དེ་ནི་གོ་ལ་ཨ་ནི་མི་བཞི་ཕུན་ད་གཉིས་དོ་ནི་གཉིས་ཀ་ད་གཅིག་ཏུ་ཁོ་རོ་ཁོ་རོ་ལོ་འབྲུ་མ་རྒྱུ་ནི་མཚོ་ནོ་ས